ད་ལྟ་གསར་བརྗེ་བྱས་པའི་དཔེ་དེབ་ཀྱི་བརྗོད་བྱ་སོགས་ལ་བགྲོ་གླེང་བྱེད་རྒྱུ་དང་ད་ཅི་གོང་དུ་བྱས་པ་ལྟར་དེ་རིང་གི་སྐུལ་སློང་ལས་རིམ་ལ་རྒྱ་གར་རྡ་རམ་ས་ལ་ནས་གསར་བརྗེ་བྱས་པའི་དཔེ་དེབ་བོད་ཡིག་ལ་བསྒྱུར་མཁན་སྒྲོལ་དཀར་ལ་མཉམ་ཞུགས་བྱེད་ཀྱི་ཡོད། ཡིན་ན་ང་ཚོས་སྒྲོལ་དཀར་ལ་བཅར་འདྲི་མ་ཞུས་གོང་དེ་དཔེ་དེབ་རྩོམ་པ་པོ་ཚེ་རིང་འོད་ཟེར་ལགས་སུ་ཁོང་གིས་འབྲི་རྩོམ་བྱས་པའི་གསར་བརྗེ་ཞེས་པའི་དཔེ་དེབ་ཀྱི་ནང་དོན་ལ་དྲི་ལན་ཁག་ཅིག་བྱེད་ཀྱི་ཡིན། འོད་ཟེར་ལགས་ད་ཁྱེད་རང་འཚོ་གནས་བྱེད་ས་ཁོར་ཡིག་ལ་མཚོན་ན་མང་གཙོ་དང་རང་དབང་མེད་པ་དང། རྩ་བའི་གཅིག་རྒྱ་ནག་རིག་གནས་གསར་བརྗེ་མཇུག་བསྒྲིལ་ནས་ལོ་སུམ་ཅུ་སོ་གསུམ་འགྲོ་གི་ཡོད་པ་རེད་དེ། ད་དུང་ཡིན་ན་རྒྱ་ནག་གཞུང་གི་མི་མང་རིག་གནས་གསར་བརྗེའི་སྐོར་དུ་ཡོངས་གྲགས་ཀྱི་ནས་གླེང་སློང་བྱེད་དུ་འཇུག་གི་ཡོད་མ་རེད། གལ་སྲིད་མི་གཅིག་ལ་རྒྱ་ནག་གཞུང་གི་ཆོག་མཆན་མེད་པར་རིག་གནས་གསར་བརྗེའི་སྐོར་གཅིག་འབྲི་རྩོམ་བྱས་པ་ཡིན་ན་མི་དེ་ཉེས་ཆད་ཕོག་བ་དང་ཐ་ན་བཙོན་འཇུག་བྱེད་སྲིད་པའི་ཉེན་ཁ་ཡོད་རེད་ཡིན་ན་ཁྱེད་རང་གིས་ཅིག་སོ་སོ་གི་བདེ་འཇགས་ར་དེ་གཅིག་འཛེམ་ཟོན་མ་བྱས་པར་དེབ་འདི་འདྲ་ར་གཅིག་འབྲི་དགོས་ཀྱི་འདུག་བསམ་པའི་བསམ་བློ་དེ་ག་འདྲ་བྱས་ནས་འཁོར་སོང། ལྷ་སའི་ཐུགས་ཆེ་ན་ངེད་ལ་ང་ཅག་ལ་རྩྭ་ཞིག་དེ་ལས་ཅི་སོང་གསུངས་ཡིན། དེ་གང་ཚེ་ཟེར་གི་འདུག་དེ་མ་ཚང་ས་གཅིག་གི་ཐེབས་དེ་ཨང་དང་པོ་རྗེ་ཡིག་རེད། ནི་དུང་ཆུ་ལང་ལ་འབོད་བརྩོན་བྱས་པ་ཡིན། ད་ནི་དུང་ཆུ་ཟེར་ནི་དེ་རེད་བ་དེ་རི་ནི་ས་གཅིག་གི། ད་ཕྱི་ནས་དེ་ལོ་བཞི་བཅུ་ཐམ་པ་རེད། དེ་ན་ང་ཉིད་ག་ཚོད་སོས་དགོས་ད། ང་ཡིན་ན་ང་ཡི་རི་ནི་ས་ཆུའི་ནང་ལ་རི་ནི་ས་ཆུ་ནང་སྐྱེས་པ་རེད། ན་བཟའ་སྐྱེས་པ་རེད། དེ་ན་མ་ཚང་ང་རི་ནི་ས་སྐྱེས་ཀྱི་ལས་ཚུལ་དང་གཞི་རྩ་གོ་ཚུལ་མི་འདུག་ད་དེ་ཤ་ཡིན་ན་ད་ང་ཚོ་མ་ཚང་ང་ཚོ།

འགོ་ཚུགས་མི་འདུག་ད་ནི་ཞུ་སྒོ་མི་གཏོང་ནང་ལོ། ང་དང་ང་གི་བཟའ་ཟླ་འོ་ནི་ཞུ་ང་ནི་གི་དེ་བོད་ལ་སང་ལང་ལོ་གི་བདེན་རྫུན་གྱི་དོ་ཨ་པ་བོ་བམ་སོ་ཁམས་སི་ནི་དེ་གུན་གྱི་དུ་དེ་ནི་བི་གི་ལང་ལོ་དུ་དུའི་དེ་ནི་དེ་ལང་ལོ་གི་ག་དྲུ་བོ་སྙེ་མ་རི་ནི་ས་གཅིག་གི་གཙུག་ལག་ཁང་ནང་ལོ་གི་ད་བོད་པ་གི་མ་སུ་མ་བཅུ་གཉིས་དེ་ཚོ་ཡོད་རེད་ཁོང་ཚོ་གི་ད་མི་མི་གཅིག་མཚུངས་མི་མི་གི་སེ་བར་བ། དེ་ནི་ཁོང་ཚོ་གི་ཕུང་པོ་བོད་ཀྱི་དཔའ་བོ་བང་སོ་གང་བཞག་ཡོད་རེད་དེ་ནི་དེ་ཐུགས་འདོད་ཀྱི་དེ་ནི་འོ་ནི་ཞོ་ང་ནི་གི་ད་ར་གི་ང་ནི་གི་ཅི་བྱེད་འདོད་ཀྱི་དེ་ཚོ་དེ་ནི་དེ་ཁོང་ཚོ་གི་ད་ཉི་མ་རི་ནས་ས་གཅིག་ཤི་བ་རེད་ད་ད་ལྟ་ང་ཡི་པ་ལགས་ཀྱི་དེ་ཚོ་པར་ཡོད་རེད་བ་རི་ནས་ས་གཅིག་པར་དེ་ནི་དེ་ཁོང་ཚོ་གི་དེ་ཚོ

ད་སི་ཏྲ་ཆི་ཡིས་རྒྱ་བོད་ཁྱེད་རང་གི་དེབ་དེ་བོད་ཡིག་ནང་རྒྱ་ཡིག་ནང་ཐོན་ཚར་ར་རེད་ད་སང་ཉིན་རྡ་རམ་ས་ལ་བོད་ཡིག་ནང་ཡོངས་གྲགས་ཀྱི་སྒོ་ནས་འགྲེམས་སྤེལ་བྱེད་ཀྱི་ཡོད་རེད་ཅེས་ཨིན་ཇི་ནང་ད་ལྟ་རིམ་པས་རིམ་པས་ཐོན་གྱི་ཡོད་རེད་ཟེར་སྐད་ཆ་གོ་ཡ་འདུག་ཅེས་ཁྱེད་རང་གི་དེབ་དེ་གསར་བརྗེ་བྱས་པའི་དེབ་དེ་བོད་ཡིག་ནང་ཐོན་ཐུབ་པ་དེ་ཁྱེད་རང་དམིགས་བསལ་གྱི་དགའ་ཚོར་དྲག་སྐྱེད་ཡོང་གི་འདུག་གས།

ཐོན་ནས་རྒྱུ་ཐོན་ན་ཡག་པོ་ཞིག་ད་རེད་ད། ད་བོད་པ་གཞོན་ནུ་ཚོ་ད་དེ་ཚོ་དེའི་ལོ་རྒྱུས་ཧ་གོ་ན་དེ་ནི་གལ་ཆེན་པོ་ཞིག་ད་རེད། འདི་གསུང་གི་འདུག་ད་ནི་ཁོ་རང་གི་དེ་བོད་ཡིག་ཐོན་ནས་རྒྱུ་གི་རེད་ཟེར་གི་འདུག་ད་ནི་ཞུ་བོ་མཛོ་དགའ་ལགས་རྒྱུ་བྱས་ད་ནི་ཡིན་ནའི་མཛོ་དགའ་ལགས་ཁོ་རང་ཕྱག་ལས་ཕྱོགས་བསྡུ་དུའང་དེ་ནི་བྱ་བ་ཚར་བ་ཡོད་རེད་དེ་ནས་ཁོ་རང་གི་ད་ནོར་སྲུང་ལང་ལོ། ད་ཁོ་རང་སོ་སོ་ནས་སོ་ཨེ་ཡོད་མ་རེད་དེ་འདི་གོམ་ས་དེ་འདི་ཡོད་མ་རེད་ད་རྒྱུགས་ཆེ་དེ་ནི་ག་ལེ་ག་ལེ་རྒྱུགས་རྒྱུགས་རྒྱུགས་ད་ཁོ་ནི་ག་ལེ་ཞིབ་གཅིག་རེད་ཡིན་མ་ཚ་ས་གཅིག་ཟེར་ནས་དེ་དེབ་དེ་དེ་ལས་སླ་པོ་རྒྱུགས་ཐུབ་མི་འདུག་གི་འཛིན་ཟེར་གི་འདུག་དེ་ལོ་དེ་སྙན་དམག་རི་ནས་ས་གཅིག་གི་ལོ་རྒྱུས་གཅིག་རེད་ད་ཡིན་མ་ཚང། རྗེ་ཡིས་མང་པོ་ཡོད་མ་རེད་ཚིག་བཅུ་གཉིས་པ་མི་འདུག་ད་ཡིན་ནའི་དེ་གའི་ནོར་བཅུ་ཡིས་ད་ད་གསེབ་བཞི་ཟ་ཞིང་ཡོད་མ་རེད་རོ་དེ་ལང་ལོག་གི་ག་རེ་གོ་མི་མི་ད་དུས་ཚོད་ད་ལས་ཚུན་ད་དེ་འདྲ་མང་པོ་ད་ཏན་ཏན་གོ་གི་རེད་བ་དེ་ན་དེ་ལང་ལོག་དམིགས་བསལ་གི་ཚིག་དེ་འདྲ་མང་པོ་འདུག་དེ་ན་དེ་གི་ལས་ཚུལ་ཧ་གོ་མེད་ན་ད་ལ་ལ་ས་གི་མི་མ་རེད་ན་དེ་ཡག་པོ།

དེ་བུའི་རྒྱུ་དོན་དེ་ང་ཚོ་ལ་མང་པོ་ཡོད་རེད་དེ་ལྟ་བ་དེ་འདྲ་ཟེར་གི་འདུག་ད་ད་ལྟ་གང་ཅི་ཟེར་གི་འདུག་གོ། དེ་རི་ནས་ས་གཅིག་གི་རི་ནས་ས་གཅིག་གི་སྒོ་གི་ལས་འཚོལ་གི་ད་དེ་ཨོ་ཡོན་ལས་འཚོལ་གི་མི་མང་པོ་གི་གཞི་རྩ་གོ་ཚུགས་མི་འདུག་ད་ཕྱི་རྒྱལ་ཧ་ད་བོད་ལང་ལོག་མཁན་ཆེན་ཡོད་རེད་ཁོང་ཚོ། ཕྱི་རྒྱལ་ཡི་ཧ་གོ་ཡོད་མ་རེད་རྗེ་མི་ཡིས། ཀྲུང་གོ་མི་ཡིས་ཁོང་ཚོ་རྗེ་མི་ཡིས་མ་གོ་གོ་ཚུལ་མི་འདུག་ད་ང་ཚོ་བོད་པ་ཡིན་ན་ཡིད་ཞི་དྲག་ཞིང་གི་ཡོད་མ་རེད་ད་ནི་དེ་རྗེ་མ་རྗེ་མ། ད་ནོ་མང་རྗེ་མ་མང་རྗེ་མ་ཕྱིན་ན་དེ་ནི་རྒན་མགོ་དང་སྙེ་མ་དེ་ནི་དེ་ནི་ཟ་ཅིག་ཉོ་ཉོ་ཡོད་ནའི་དེ་ནི། བོད་པ་དེ་ཚོ་ཁོང་ཚོ་ད་ག་ལི་ག་ལི་ཁོང་ཚོ་རྒན་མགོ་དང་དེ་ནི་ཆགས་རེད་བ་ད་ནི་ཇུས་མགོ་དེ་ནི། ཁོང་ཚོ་ཚོམ་ན་དེ་ནི་དེའི་ལོ་རྒྱུས་དེ་ནི་མེད་བཟོ་རུ་བ་ནི་དེ་འཛིན་གྱི་ཡིན་ན་དེ་ནི་ཡག་པོ་མི་འདུག་དེ་ནི་ང་ཚོ་ཚང་མ་དེ་ནི་ཁ་རི་གོ་ཏའི་གི་ལོ་རྒྱུས་བྱས་ན་ཡག་པོ་མི་འདུག་དེ་འོ་ན་ནི་ས་བྱི་ང་ཚོ་མི་རིགས་ཀྱི་ཚན་པ་གཅིག་རེད་དེ་ནི་ཞི་བ་དེའི་ཚེ་ཁ་ལ་སོས་ཨ་ནི་ད་ཅི་ཁྱེད་རང་གི་དེབ་དེ་ག་དངོས་གླིང་ནང་ལ་བལྟས་ཡོང་པ་ཡིན་ན་ཅི་རྒྱལ་ཁབ་ཕྱི་ནང་གི་ཉམས་ཞིབ་པ་ཚོས་རིག་གནས་གསར་བརྗེ་ཞིབ་འཇུག་བྱེད་པའི་སྐབས་དེ་རྒྱ་ཡིག་ར་ཨིན་ཇི་ར་དེ་འདྲ་གི་ནང་དཔེ་དེ་ཡིག་ཆེན་ཚགས་པར་དྲ་གཞུང་གི་ཚགས་པར་དྲ་དེ་འདྲ་ཡིག་ཆ་ཁྲི་ཚོ་མང་པོ་ལྟ་ཀློག་བྱས་ས་འདུག་ཡིན་ན་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ནས་བདུན་ཅུ་དོན་དྲུག་བར་དུ་ལོ་བཅུ་ཐམ་པའི་རིང་དེ་བོད་ལ་གནས་ཚུལ་ག་རེ་ག་རེ་བྱུང་ཤ་ཟའི་གཞུང་འབྲེལ་གི་ཡིག་ཆ་དེ་ཚོ་རྩ་བ་ནས་རྙེད་གི་མི་འདུག་དེའི་སྐབས་ཀྱི་ལོ་རྒྱུས་དེ་སྟོང་ཆ་ལྷག་གི་འདུག་ཟེར་དེབ་ཀྱི་ངོས་ལེན་ནང་དེ་འདྲ་བྲིས་ཤ་འོད་ཟེར་ལ་ཁྱེད་རང་གི་ལྟོས་པ་ཡིན་ན་ཅིག་རིག་གནས་གསར་བརྗེའི་སྐབས་སུ། བོད་ལ་ག་རེ་ག་རེ་བྱུང་ཡོད་མེད་ཀྱི་གཞུང་འབྲེལ་གྱི་ཚགས་པར་དང་ཡིག་ཆ་དེ་ཚོ་ད་ལྟ་རྙེད་ཀྱི་མེད་པ་འདི་ག་རེ་བྱས་ནས་རྙེད་ཀྱི་ཡོད་ཨང་མ་རེད་བསམ་གྱི་འདུག། རེད། ཆང་གསུམ་ལ་ཤིང་ལས་ཤ་སྟག་རིན་མེད་ས་ཅི་མ་ཙང་ལོ་མང་པོ་མ་ཙང་ལོ་མང་པོ་བྲོ་ཡ་དེ་འདི་མ་རེད་བ་ད་དེ་ལོ་ད་ད་ད་རིན་མེད་ས་ཅི་ད་ལྟ་ལོ་བཞི་བཅུ་ཕྱིན་པར་འོས། ད་ནི་ཡིན་ནས་དེ་གང་ཚེ་ཟེར་གི་འདུག་གོ། ད་རྒྱ་ནག་ནང་ལོག་གི་རིག་གནས་གསར་བརྗེ་གི་ལས་ཚུལ་དེ་ཚོ་དང། རྒྱ་ཡིག་གི་དེབ་དང་རྒྱ་ཡིག་གི་ཡིག་ཆ་དང་ད་ལྟ་མང་པོ་དོན་དགུ་དང་ས་སྐྱ་ལང་ལ་ཡོད་རེད་ག་ས་ག་འདུག་ད་ནི་ཕྱི་རྒྱལ་ལང་ལོག་དེ་འདྲའི་ཤིང་རྒྱུ་བྱེད་ནི་མང་པོ་འདུག་ད་ནི་ང་ཚོ་བོད་ཀྱི་དེ་འདྲའི་ད་རིག་གནས་གསར་བརྗེ་གི།

ཡིན་ནའི་དེ་འཛིན་མ་རེད་བ། ང་ཚོ་ཞུ་སྒོ་ང་སྙེ་མ་ཡའི་དེ་འཛིན་མེད་འགྲོ་བསམ་རྒྱུ། ད་ནི་ཞུ་སྒོ་ང་དེ་རི་ནས་ས་གཅིག་གི་དེ་ལས་ཚུལ་པར་ད་དེ་འཛིན་ཟེར་གི་འདུག་བ་དེ་དག་འཇོག་བྱེད་དུས་དེ་འཛིན་མཐོང་གི་འདུག་བ་དེ་ང་ཚོ་མ་ཚང་བ་ཇག་ཟེར་ནའི་དེ་ཇག་བ་ཇག་ཟེར་ནའི་དེ་ཁྱིམ་པ་ཇི་ལྟར་རེད་དཔེར་ན་ང་ཚོ་བོད་ནང་ལོ་དགོན་པར་མ་བཙངས་གོང་ང་ཚོ་བོད་ནང་ལ་དགོན་པ་ཁྱོ་ཏོ་འདུག་རེ་ནས་ས་བྱི་ངན་ལ་ཀའི་ཁ་ཚོ་བོད་ས་སྐྱ་ཚང་མ་གི་དགོན་པ་སྟོང་རྩ་དྲུག་ལྷག་ཙམ་ཡོད་རེད་དེ་ནས་ཞུ་གོ་རེ་ནས་ས་བྱི་ཚ་སྡོད་དེ་ནས་དགོན་པ་བཅུ་ལྷག་ཙམ་ཞིག་ཡོད་མ་རེད་ང་ཚོ་དྷ་ས་ནང་ལོ་དང་དབུས་གཙང་ནང་ལོ་དང་དགོན་པ་ཉུང་ཉུང་ཉུང་ཉུང་ཞིག་དག་ཆེ་དག་ཚང་མ་གཏོར་ཤིག་ཆགས་རེད་བ་དེ་དང་ང་ཚོ་བོད་མི་རིགས་ཀྱི་རིག་གནས་དང་རིག་གཞུང་དང་དབུ་ནས་གཏོར་ཤིག